ལྷན་རྒྱས་རྣམ་པར་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་དེ་རིང་འདི་ནས་མ་སྐྱབས་རྗེ་མཐུན་ཚོགས་རིན་པོ་ཆེ་མཛད་པའི་ཆོས་འབྱུང་ལྷ་དབང་གཡུ་ལས་རྒྱལ་བའི་རྔ་བོ་ཆེའི་སྒྲ་དབྱངས་དེ་འདི་ནས་མུ་མཐུད་དུ་འདི་ནས་མ་ཞུ་གི་ཡིན། དེ་ཡིན་དུས་སྐབས་སུ་ད་དེ་རིང་འདི་ནས་མ་ཞུ་ཡས་དེ་ག་རེ་ཡིན་ཟེར་ན་ད་རིག་འཛིན་ད་ཡི་བརྒྱུད་པ་དེ་ཡིན་ད་ང་ཚོའི་སྔ་འགྱུར་རྙིང་མའི་བརྒྱུད་པ་གསུམ། འོན་ཏེ་ད་བརྒྱུད་པ་གསུམ་གྱི་ནང་ནས་ད་གཉིས་པ་རིག་འཛིན་ད་ཡི་བརྒྱུད་པ་དེ་ཞུ་ཡས་ཡིན། ད་རིག་འཛིན་ད་ཡི་བརྒྱུད་པ་དེ་ལ་ཡང་ངས་འདི་ནས་མ་ལེ་ཚེ་རྙིང་གི་ཐོག་ནས་ཞུ་གི་ཡོད་དེ་རྣམ་པ་ཚོས་དང་པོ་མཁྱེན་པ་གནང་རོགས་གནང། ལེ་ཚེ་རྙིང་དེ་ག་རེ་ཡིན་ཟེར་ན་ལེ་ཚན་དང་པོ་དེ། དེ་ནས་མ་ཧཱ་ཡོ་ག་དང་ཨ་ནུ་ཡོ་ག་གཉིས། གྱིས་དེ་ནས་བདག་རིག་འཛིན་དལ་བརྒྱུད་དེ་ཐུན་མོང་དུ་ཞུགས་ཡིན། དེ་ནས་ལེ་ཚན་གཉིས་པ་དེ་ལ་དེ་ནས་བདག་རྫོགས་པ་ཆེན་པོ་ཨ་ཏི་ཡོ་ག་གྱིས་དེ་རིག་འཛིན་དལ་བརྒྱུད་དེ་ཞུ་ཡས་ཡིན། དེ་ཡིན་དུས་བརྩམས་པ་ལ་དེ་རིང་བདག་དེ་ནས་མ་ལ་མ་ཧཱ་ཡོ་ག་དང་ཨ་ནུ་ཡོ་ག་གཉིས་ཀྱིས་རིག་འཛིན་དལ་བརྒྱུད་དེ་བདག་ཐུན་མོང་དུ་ཞུ་བར་བྱེད་པ་ལ། ད་འདི་ལ་ཡང་ལེ་ཚན་འདྲ་བོ་གསར་བཅད་གཉིས་སྐྱོང་ཐེག་གི་འདུག་གསར་བཅད་གཉིས་འདི་ག་རེ་རེད་ཟེར་ན་རིག་འཛིན་མི་མ་ཡིན་པ་ལ་བརྒྱུད་པ་དང་རིག་འཛིན་མི་དང་མི་མ་ཡིན་པ་གཉིས་ཀ་ལ་བརྒྱུད་པ་ཟེར་དེ་འདྲ་གཉིས་ཡོང་ཐེག་ཡོད་རེད། དེའི་ནང་ནས་ད་དང་པོ་རིག་འཛིན་མི་མ་ཡིན་ལ་བརྒྱུད་པ་ཟེར་ཏེ་དེ་ནས་ལྷ་ལ་བརྒྱུད་པ་དང་དེ་ནས་ཀླུ་ལ་བརྒྱུད་པ་དང་དེ་ནས་གནོད་སྦྱིན་ལ་བརྒྱུད་པ་ཟེར་ཏེ་ལྷ་ཀླུ་གནོད་སྦྱིན་གསུམ་ལ་བརྒྱུད་ཚུལ་དེ་འདྲའི་ཡོང་ཐེག་འདུག་ཨ་དེའི་ནང་ད་དང་པོ་ལྷ་ཡུལ་ལ་བརྒྱུད་ཚུལ་དེ་རེད་ལྷ་ལ་བརྒྱུད་ཚུལ་དེ་ལྷ་ལ་བརྒྱུད་ཚུལ་དེ་ནི་ད་རྒྱ་བཟའི་རིགས་གསུམ་མགོན་པོ་གི་ནང་ནས་དེ་ནས་འཇམ་པའི་དབྱངས་འཕགས་པ་འཇམ་པའི་དབྱངས་འཇམ་པ་དོལ་རྗེ་རྣོན་པོས་ཀྱིས་དེ་ནས་སུ་ལ་གསུངས་པ་རེད་ཟེར་ན་ལྷ་དྲང་བདེན་ཕྱོགས་སྐྱོང་ལ་གསུངས་པ་རེད་ཟེར་ཡོད་རེད་ལྷ་དྲང་བདེན་ཕྱོགས་སྐྱོང་གིས་ལྷ་ཚངས་པ་རིན་ཆེན་འོད་འབར་ལ་གསུངས། ལྷ་ཚངས་པ་རིན་ཆེན་འོད་འབར་གྱིས་ལྷ་སྐྱེ་དགུ་དག་པོ་ཚངས་པ་ལ་གསུངས་རོ། དེ་ནས་སྐྱེ་དགུ་དག་པོ་ཚངས་པ་ཡིས་དེ་ནས་ལྷ་ཚངས་པ་ཀུན་གྲོལ་ལ་གསུངས། ལྷ་ཚངས་པ་ཀུན་གྲོལ་གྱིས་ལྷ་ཚངས་པ་གཙུག་ཕུད་འཛིན་ལ་གསུངས། ལྷ་ཚངས་པ་གཙུག་ཕུད་འཛིན་གྱིས་ལྷ་ཡི་དབང་པོ་བརྒྱ་བྱིན་ལ་གསུངས། ལྷ་ཡི་དབང་པོ་བརྒྱ་བྱིན་གྱིས་དེ་ལྷ་ཡི་ཚོམ་བུ་འབུམ་ཕྲག་མང་པོ་འབུམ་སྡེ་མང་པོ་ལ་གསུངས་ཡོང་དུས་སྐབས་སུ་ད་དེ་འདྲའི་བྱས་ནས་ལྷ་ཡུལ་ལ་དར་བ་རེད་ཟེར་གྱི་ཡོད་རེད་དེ། དེ་ནས་བདག་གཉིས་པ་བློ་ཡུལ་ལ་དར་ཚུལ་དེ་ལ་དེ་ནས་བདག་རྒྱ་བཟས་རིགས་གསུམ་མགོན་པོའི་ནང་ནས་འཕགས་པ་སྤྱན་རས་གཟིགས་རེད་བ་སྤྱན་རས་གཟིགས་བདུད་རྩི་སྨན་གྱི་ལྷ། དེ་ནས་ཁོང་གིས་སྤྱན་རས་གཟིགས་ཀྱིས་དེ་ནི་སུ་ལ་གསུངས་པ་རེད་ཟེར་ན་ཀླུ་ཡི་རྒྱལ་པོ་མགྲིན་པ་ནག་པོ་ལ་གསུངས་པ་རེད། ཀླུ་རྒྱལ་མགྲིན་པ་ནག་པོས་ཀྱིས་ཀླུ་མོ་མཁའ་འདུལ་མ་ལ་གསུངས་པ་རེད། ཀླུ་མ་མཁའ་ཀླུ་མོ་མཁའ་འདུལ་མ་ཡིས་དེ་ནས་ཀླུ་མོ་འདུལ་བཟང་མ་ལ་གསུངས་པ་རེད། ཀླུ་མོ་འདུལ་བཟང་མ་ཡིས་དེ་ནས།

ཕྱག་ན་རྡོ་རྗེ་རེད་དེ་ནི་ཕྱག་ན་རྡོ་རྗེ་འཇིགས་ཚུལ་སྡིག་པ་ཡི་སྐུར་བཞེངས་བྱས་རེད་བ་དེ་ཕྱག་ན་རྡོ་རྗེ་གིས་གནོད་སྤྱིན་སུ་ལ་གསུངས་པ་རེད་ཟེར་ན་གནོད་སྤྱིན་ཀུན་ཏུ་བཟང་པོ་ལ་གསུངས་པ་རེད་ཟེར་གྱི་རེད་གནོད་སྤྱིན་ཀུན་ཏུ་བཟང་པོ་ཀྱིས་གནོད་སྤྱིན་ལག་ན་རྡོ་རྗེ་ལ་གསུངས་གནོད་སྤྱིན་ལག་ན་རྡོ་རྗེ་ཀྱིས་གནོད་སྤྱིན་དྲང་བདེན་ཕྱོགས་སྐྱོང་ལ་གསུངས་གནོད་སྤྱིན་དྲང་བདེན་ཕྱོགས་སྐྱོང་གིས་གནོད་སྤྱིན་སྐར་མདའ་སྟོང་ལ་གསུངས་གནོད་སྤྱིན་སྐར་མདའ་སྟོང་གིས་དེ་ནས་གནོད་སྤྱིན་གྱིས་ཚོ་བོ་འབུམ་ཕྲག་མང་པོ་ལ་གསུངས་བྱས་དེ་ནས་ད་ཚོ་བོ་འབུམ་དང་བཅས་པ་དེ་དག་མངོན་པར་རྫོགས་པར་སངས་རྒྱས་པ་རེད་ཟེར་དེ་འདྲས་གསུངས་ཀྱི་ཡོད་རེད་བ། དེ་ཡིན་དུས་སྐབས་སུ་དེ་ནས་ད་རིག་འཛིན་མི་མ་ཡིན་པ་ལ་གྱུར་ཚུལ་དེ་ལྷ་ལ་གྱུར་ཚུལ་དེ་ནས་ཀླུ་ལ་གྱུར་ཚུལ་གནོད་སྦྱིན་ལ་གྱུར་ཚུལ་ལུས་དེ་འདྲའི་གསུམ་ཡོང་ཐུག་གི་རེད་ད་དེ་འདྲའི་ཅིག་བྱེད་དེ་འདྲའི་ཅིག་རེད། ད་ཡིན་ན་ཡང་འདིར་ན་གསོལ་འདེབས་ལེའུ་དུ་མའི་ནང་ནས་ག་རེ་གསུངས་ཡོད་རེད་ཟེར་ན་གཏོགས་སུ་མ་འདྲ་བ་གཅིག་དེ་ནས་ད་སྟེང་ཕྱོགས་རྣམ་པར་རྒྱལ་བའི་ཁང་བཟངས་སུ་འཕགས་པ་འཇམ་དཔལ་ཐུགས་ཀྱི་དགོངས་པ་ཡི་ལྷ་དབང་བརྒྱ་བྱིན་གནས་སུ་གསང་སྔགས་ཆོས་ཚོམ་བུ་འབུམ་དང་བཅས་ཏེ་སྔོན་བཟའ་གྱི་ལྷ་ཡི་རིག་འཛིན་རྣམས་ལ་གསོལ་བ་འདེབས་སུ་དེ་དེ་ག་རང་རེད། དེ་ནས་ད་འོག་ཅོག་རྒྱ་མཚོ་ཆེན་པོའི་གཏིང་རུམ་དུ་སྤྱན་རས་གཟིགས་ཀྱི་དབང་ཐུགས་ཀྱི་དགོངས་པ་ཡིས་ཀླུ་རྒྱལ་འཇོག་པའི་གནས་སུ་གསང་སྔགས་བཙུན་ཚོམ་བུ་འབུམ་ནང་བྱས་ཏེ་མངོན་བཟང་རྒྱལ་ཀླུ་ཡི་རིག་འཛིན་རྣམས་ལ་གསོལ་བ་འདེབས་སོ་ད་ལྟའི་གཅིག་པུ་ཆེ་རྐྱང་རེད་འདི་དང་ཡིན་ན་ཡང་གཏོགས་སུ་མི་འདྲ་བ་ཅིག་ནེའུ་ཐུ་མ་ནང་ག་རེ་གསུངས་རེད་ཟེར་ན། རི་སྐྱ་མེ་རི་འབར་བའི་རྩེ་མོ་རུ་ཕྱག་ན་རྡོ་རྗེ་ཐུགས་ཀྱི་དགོངས་པ་ཡིས་རྒྱ་བོ་བཛྲ་ཡི་གནས་སུ་གསང་སྔགས་བྱོན་ཟེར་གང་ཟག་ལས་ཅན་མ་ལུས་བྱིན་རླབས་དེ་མི་ཡི་རིག་འཛིན་རྣམས་ལ་གསོལ་བ་འདེབས་གསུངས་ཡོང་དུས་སྐབས་སུ་ད་འདིས་མཐའ་མ་དེ་གཏོགས་སུ་མི་འདྲ་བ་ཅིག་ཡོད་རེད། དེ་ཡིན་དུས་བརྩམས་པ་ལ་འདི་གཞིར་བཞག་བྱས་པ་ཡིན་ན་དེ་ནི་དཔལ་ཕྱག་ན་དོར་བྱེད་ཀྱི་རྒྱལ་པོ་ཛཱ་ལས་གསུངས་བྱས་དེ་ནི་དག་མེད་རིག་འཛིན་གྱི་བརྒྱུད་པ་དེ་འདྲའི་འདྲ་བོ་ཅིག་གསུངས་འདུག་དེ་ཡིན་དུས་བརྩམས་པ་ལ་དེ་འདྲའི་གཞིར་བཞག་བྱས་པ་ཡིན་ན་ད་འདི་ཡང་དེ་ནི་དག་རིག་འཛིན་མི་མ་ཡིན་པ་ཁོ་ན་ལས་བརྒྱུད་པ་ཟེར་ཏེ་ཆགས་འགྲོ་གི་ཡོད་མ་རེད་ཡིན་ན་ཡང་སྐྱབས་རྗེ་དུས་འབྱུང་རིན་པོ་ཆེ་ཆོས་འབྱུང་རེད་དེ་ག་ནང་བཞིན་གྱི་ཆོས་འབྱུང་མང་ཆེ་བ་ཞིག་གི་ནང་ནས་དེ་ནི་གནོད་སྦྱིན་གྱི་ཡུལ་དུ་དར་ཚུལ་གསུངས་བྱས་དེ་ནི་ད་དེ་གོང་དེ་རིག་འཛིན་མི་དང། མི་མ་ཡིན་གྱི་གཉིས་ཀྱི་ནང་ན་དེ་མི་མ་ཡིན་ཁོ་ན་ལས་གྱུར་ཚུལ་ཟེར་ཏེ་ད་དེ་ཆགས་བསྡད་ཡོད་རེད་ད་དེ་འདྲའི་ཅིག་རེད་ནས་གཉིས་པ་རིག་འཛིན་མི་དང་མི་མ་ཡིན་པ་གཉིས་ཀ་ལས་གྱུར་པ་ཟེར་བ་དེ་རེད་ད་ང་ཚོས་སྤྱི་བཏང་མ་ཧཱ་ཡོ་ག་དང་དེ་ནས་ཨ་ནུ་ཡོ་ག་ཡི་རིག་འཛིན་དལ་བརྒྱུད་ཐུན་མོང་དུ་བཤད་པ་དེ་ལ་རྩ་བའི་གསར་བཅད་གཉིས་བཞག་ཡོད་རེད་བ་རིག་འཛིན་མི་མ་ཡིན་པ་ལས་གྱུར་པ་དང་རིག་འཛིན་མི་དང་མི་མ་ཡིན་པ་གཉིས་ཀ་ལས་གྱུར་པ་ཟེར་གཉིས་ཡོད་པའི་ནང་ནས་ད་གཉིས་པ་རིག་འཛིན་མི་དང་མི་མ་ཡིན་པ་གཉིས་ཀ་ལས་གྱུར་པ་དེ་རེད་ད་རིག་འཛིན་མི་དང་མི་མ་ཡིན་པ་གཉིས་ཀ་ལས་གྱུར་པ་ཟེར་ཏེ་ད་ད་ག་རེ་བརྩི་དགོས་རེད་ཟེར་ན་དེ་ནས་དམ་པའི་རིག་ཅན་དྲ་མ་ལྔ་ཟེར་ཏེ་ད་དང་པོ་མཁྱེན་དགོས་རེད། དམ་པའི་རིག་འཛིན་དྲ་མ་ལྔ་དེ་ག་རེ་རེད་བས་ཟེར་ན་དེ་སོགས་ལེབ་ལེའུ་དོན་མི་འདང་གསལ་བོ་ཡོད་རེད། དྲང་བདེན་མཆོག་སྐྱོང་གནོད་སྦྱིན་སྐར་མདའ་དུང། བློ་གྲོས་དམ་ལྡན་ཀླུ་རྒྱལ་འཇོག་པོ་དང་དྲི་མེད་གྲགས་པ་གསུངས་འདུག་འོ་ད་དེ་བར་དུ་ག་རེ་རེད་ཟེར་ན་དམ་པའི་རིག་འཛིན་དྲ་མ་ལྔ་ཟེར་ཡོད་རེད་ནས་ད་སོགས་ལེབ་ལེའུ་དོན་མི་འདང་ནས་དེ་འདྲའི་གསུངས་པ་ནང་བཞིན་བྱས་ནས་དེ་ནས་དམ་པའི་རིག་འཛིན་དྲ་མ་ལྔ་དེ་ལྷ་ཡི་རིག་འཛིན་དྲང་བདེན་མཆོག་སྐྱོང་ཀླུ་ཡི་རིག་འཛིན་དེ་ནས་ཀླུ་རྒྱལ་འཇོག་པོ་གནོད་སྦྱིན་གྱི་རིག་འཛིན་དེ་ནས་སྐར་མདའ་དུང། སྲིན་པོའི་རིག་འཛིན་དེ་ནི་སྲིན་པོ་བློ་གྲོས་དམ་ལྡན། མི་ཡི་རིག་འཛིན་དེ་ནི་ལུས་ཅན་བ་དྲི་མས་གྲགས་པ། དེ་ལྔ་ལ་དམ་པའི་རིགས་ཅན་བྲ་མ་ལྔ། དེ་ནི་ར་བ། འོ་དེ་ཆགས་ཏེ་ཡོད་རེད། དེའི་བརྒྱུད་རིམ་འདྲ་བོ་ཅིག་ཞུས་པ་ཡིན་ན། དེ་ནི་བདག་ཅག་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་དེ་ཉིད་ཡུལ་ས་མཆོག་གྲོང་དུ་སྐུ་མྱ་ངན་ལས་འདས་འགྲོ་བ་དེའི་དུས་ཚོད་ལ་དེ་ནི་ཁོང་རང་གི་སློབ་མའི་གཙོ་བོ་ཀུན་དགའ་བོ་ལ་སོགས་པ་གིས་དེ་ནི་ཡར་ལ་ག་རེ་ཞུས་པ་རེད་ཟེར་ན། འདྲེན་པའི་ཐེག་པ་གསུམ་པོ་དག་བཅོམ་ལྡན་ངའི་བར་གསུངས་ལགས་ན་རྒྱུ་འབྲས་ལྷུན་གྲུབ་ཏུ་བརྗོད་ཅིང་སངས་རྒྱས་གཞན་རྣམས་མི་འཛོལ་བས་ངའི་ཐེག་པ་ཅིས་མི་གཟུང། ད་ཅི་སྟངས་སུ་བཅོམ་ལྡན་འདས་ཁྱེད་རང་གིས་ཆོས་མང་པོ་ཞེ་དྲག་གསུངས་པ་རེད་དེ་ཡིན་ན་ཡང། སངས་རྒྱས་ཞེས་ནི་མི་རྫོགས་པའི་དེ་ནི་གསང་སྔགས་དོར་བྱེད་ཐེག་པའི་ཆོས་དེ་ག་རེ་བྱས་ནས་མ་བཟུང་བ་རེད། ཁྱེད་དེ་མ་བཟུང་ན་མྱ་ངན་འདའ་ཡ་ཡོད་མ་རེད། ག་རེ་བྱས་ན་མ་བཟུང་བ་རེད། དེ་ནི་ཡ། ཞུས་ཡོང་དུས་སྐབས་སུ་དེ་ནི་བཅོམ་ལྡན་འདས་ཀྱིས་ག་རེ་གསུངས་རེད་ཟེར་ན། རྒྱུ་ལ་མོས་པར་རྒྱུ་བརྗོད་ཀྱིས་འཁོར་ལོ་རབ་ཏུ་བསྐོར་བྱས་ནས་དོར་བྱེད་ཐེག་པའི་ཉེ་ལམ་གྱི་མ་འོངས་དུས་སུ་འབྱུང་བར་འགྱུར་ཟེར་བཅོམ་ལྡན་འདས་ཀྱིས་ལུང་བསྟན་གནང་བ་རེད། ད་དེ་ནས་ད་མ་འོངས་པ་ལ་དོར་བྱེད་ཐེག་པ་བསྟན་པ་དེ་མ་འོངས་པའི་དུས་སུ་ཁྱོད་རང་འབྱུང་གི་རེད། སེམས་ཐག་བཅད་དགོས་མ་རེད། དེ་མ་འོངས་པ་ལ་གསང་སྔགས་དོར་བྱེད་ཐེག་པ་ཟེར་བྱེད་ད་ཡོང་གི་རེད། འབྱུང་གི་རེད། བཅོམ་ལྡན་འདས་ཀྱིས་དེ་འདྲའི་ལུང་བསྟན་པ་རེད། ད་ད་ད་ངས་པའི་ཐེག་པ་ཡོངས་མ་གསུངས་ཟེར་གསང་སྔགས་རྡོ་རྗེ་ཐེག་པའི་ཆོས་གསུངས་མ་སོང་ཟེར་ཞུ་ཡས་དེ་ག་རེ་འགྲོགས་ཤིག་གོ་བ་ལེན་ཁུག་རེ་ཟེར་འཇིག་རྟེན་ཁམས་ན་ཡོངས་གྲགས་ལ་གསང་སྔགས་རྡོ་རྗེ་ཐེག་པའི་ཆོས་ཟེར་ད་དེ་འདྲའི་ཟབ་པོ་དེ་གསུངས་མ་སོང་སྤེལ་མ་སོང་གསུང་གོ་རེ་མ་གཏོགས་སངས་རྒྱས་ཤཱཀྱ་ཐུབ་པའི་གསང་སྔགས་རྡོ་རྗེ་ཆེ་ཐེག་པའི་ཆོས་གསུངས་མ་སོང་དེ་འདྲའི་གོ་བ་ལེན་ཡོད་མ་རེད་གསང་སྔགས་རྡོ་རྗེ་ཐེག་པའི་ཆོས་སངས་རྒྱས་ཤཱཀྱ་ཐུབ་པའི་གསུངས་པ་ཡོངས་གྲགས་ཆགས་ཐེག་ཡོད་རེད་བ། ད་ལུང་བསྟན་ཚུལ་དེ་ཚོ་ད་ལྟ་གོང་དུས་ནང་ན་ཡོད་ཐེག་ཡོད་རེད་འདི་ན་ད་ད་ཁོ་རང་དེ་འདྲའི་དུས་འཇོམས་ཆོས་འབྱུང་ནང་ན་ཡང་གོང་པ་ལུང་བསྟན་པའི་མདོ་ལས་གཟིགས་མདོ་ཕན་ཆེར་གཅིག་བྱས་ན་དགོངས་འདུས་ཡིན་གྱི་རེད་དེ་ཚོ་མང་པོ་ཅིག་དགོངས་འདུས་ནང་ན་ཡོང་དེ་གི་རེད་རེད་བ། དེ་ཡིན་དུས་སྐབས་སུ་རྣམ་པ་ཚོ་དགོངས་འདུས་ནང་ན་གཟིགས་བཞག་པ་ཡིན་ན་དེ་ཟབ་བོ་ཟབ་རྐྱང་མཁན་ཡང་དེ་འདྲའི་ཅིག་རེད་ཞུ་ཡས། དེ་ཡིན་དུས་ཙམ་རེ་དེ་ག་ནང་བཞིན་བཅོམ་ལྡན་འདས་ཀྱིས་དེ་འདྲའི་ལུང་བསྟན་པ་ནང་བཞིན་བྱས། སངས་རྒྱས་བཅོམ་ལྡན་འདས་ཞིང་ལ་གཤེགས་འགྲོ་བ་དེ་ཡི་དུས་ཚོད་ལ་དམ་པའི་རིགས་ཅན་གྲ་མ་ལྔ་དེ་བཅོམ་ལྡན་འདས་ཀྱི་འཁོར་ན་ཡོད་མ་རེད་ཟེར་གི་རེད་རྒྱུ་མཚན་ག་རེ་རེད་ཟེར་ན་དམ་པའི་རིགས་ཅན་གྲ་མ་ལྔ་དེ་ཁོ་རང་ཚོ་སྒོམ་བརྒྱབ་ནས་བཞུགས་ཡོད་རེད་ཏིང་ངེ་འཛིན་ལ་མཉམ་པར་བཞུགས་ནས་བཞུགས་བསྡད་ཡོད་རེད། དེ་ནས་བདག་ཅག་སྟོན་པ་སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ནས་ལོ་ཉིས་རྩ་བརྒྱད་ཀྱི་རྗེས་སུ་དེ་ནས་དམ་པའི་རིགས་ཅན་དྲ་མ་ལྔ་ཁོང་རྣམ་པ་དེ་ལྔ་པོ་དེ་དེ་ནས་ཏིང་ངེ་འཛིན་ལ་ཡར་ལ་ཞེན་ཡོང་དུས་སྐབས་སུ་དེ་ནས་མངོན་ཤེས་ཀྱི་སྟོབས་ཀྱིས་སངས་རྒྱས་བཅོམ་ལྡན་འདས་སྐུ་ཞི་བར་གཤེགས་པ་སྐུ་གྲོངས་ཚར་བ་ཧ་གོ་དོ། ཧ་གོ་ཡོང་དུས་སྐབས་སུ་དེ་ནས་དམ་པའི་རིགས་ཅན་དྲ་མ་ལྔ་པོ་དེ་ཆ་ཚང་ག་བ་ལས་འཛོམས་རེས་ན་ཤི་རི་ལང་ཀ་གི་དེ་ནས་རི་བོ་མ་ལ་ཡའི་རྩེ་མོ་ལ་འཛོམས་རེས་ཁོང་རྣམ་པ་ད་ཚུར་འགྲུལ་ཡོད་ངེས་རེད་བ་དེ་ཡིན་དུས་སྐབས་སུ་ཅི་དང་མཉམ་དུ་ད་བཞུགས་ཡོད་ས་མ་རེད་དེ་ཡིན་ན་ཡང་ཚང་མ་སོ་སོ་སོ་སོའི་གནས་ནས་སུ་ལ

དེ་འདྲའི་འབོད་ཚིག་བྱུང་ཡོང་དོ་རོ་ད་དེ་ལ་དུང་ཟིག་གཉིས་རྩ་གསུམ་ཟེར་གྱི་རེད་ད་དུང་ཟིག་གཉིས་རྩ་གསུམ་དེ་ཡང་གོང་བསྡུས་ནང་ན་ཡོད་རེད་དཔེར་ན་ཀྱེ་མ་ཧོ་ཀྱེ་མ་འཇིག་རྟེན་ཀློང་སྟོན་པ་དྲི་མེད་འོད་ནུབ་ཚེ་འཇིག་རྟེན་མུན་པ་གང་གི་ས་ལ་ཟེར་བ་དེ་ནས་དུང་ཟིག་གཉིས་རྩ་གསུམ་བོད་པ་རེད་ཟེར་གྱི་རེད་དུང་ཟིག་གཉིས་རྩ་གསུམ་དེ་ཆ་ཚང་གོང་བསྡུས་ནང་ན་ཡོད་ཐིག་གི་རེད་དེ་རྣམ་པ་ཚོ་གོང་བསྡུས་ནང་ལ་གཟིགས་ན་འགྲིག་གི་རེད། ལོ་དེ་འདྲའི་རྗེས་ནས་དེ་ནས་དམ་པའི་རིག་ཚན་བྲ་མ་ལྔ་ཡིས་དུང་བོད་གཉིས་རྩ་གསུམ་དེ་བོད་ཡོངས་བསྡུས་བརྩམས་པ་ལ། དེ་ནས་དཔལ་གསང་བའི་བདག་པོ་ཕྱག་ན་དོར་གྱིས་རི་བོ་མ་ལ་ཡ་ཡི་རྩེ་མོར་དངོས་སུ་ཕེབས་བྱས་ནས་དེ་ནས་ད། སྟོན་པ་ཕུན་སུམ་ཚོགས་པ་དཔལ་གསང་བའི་བདག་པོ་ཕྱག་ན་དོར་གྱིས་གནས་ཕུན་སུམ་ཚོགས་པ་ཤི་རི་ལང་ཀ་ཡའི་རི་བོ་མ་ལ་ཡ་ཡི་རྩེ་མོ་རུ། འཁོར་ཕུན་སུམ་ཚོགས་པ་དམ་པའི་རིགས་ཅན་དྲ་མ་ལྔ་ལ་ད་ཆོས་ཕུན་སུམ་ཚོགས་པ་གསང་སྔགས་ནང་རྒྱུད་ཡོ་ག་དེ་གསུམ། ད་འོག་མིན་ཆོས་རྒྱན་གྱི་ཕོ་བྲང་དུ་སྟོན་པ་མཚན་རྫོགས་ལོངས་སྤྱོད་ཚོགས་ཀྱི་སྐུ་རུ། བཞེངས་བྱས་ནས་དེ་ནས་རྒྱལ་བ་དགོངས་པའི་བརྒྱུད་པའི་ཚུལ་དུ་དེ་ནས་གསུང་བཞག་པའི་ཆོས་དེ་ཆ་ཚང་ཅིག་དར་ནས་དེ་དེ་མ་རིག་འཛིན་རྟ་ཡི་བརྒྱུད་པའི་ཚུལ་དུ་བྱས་ནས་དམ་པའི་རིགས་ཅན་དྲ་མ་ལྔ་ལ་གསུངས་པ་རེད་ཟེར་གྱི་ཡོད་རེད། དེ་ཡིན་དུས་བརྩམས་པ་ལ་དེ་ནས་དམ་པའི་རིགས་ཅན་དྲ་མ་ལྔ་ཡི་ནང་ནས་དེ་ནས་གཅིག་མི་རེད། ལི་ཙཱ་བ་དྲི་མེད་གྲགས་པ་ཟེར་དེ་མི་རེད་ལི་ཅཱ་བ་ཟེར་དེ་མི་རེད་བ་ཡ། ལི་ཙཱ་བ་དྲི་མེད་གྲགས་པ་ཟེར་དེ་མི་ཡིན་དུས་བརྩམས་པ་ལ་རིག་འཛིན་མི་དང་མི་མ་ཡིན་པ་གཉིས་ཀ་ལ་བརྒྱུད་པ་ཟེར་དགོས་པའི་རྒྱུ་མཚན་དེ་རེད་སྤྱི་དང་བྱས་པ་ན་དྲང་བདེན་ཕྱོགས་སྐྱོང་ལྷ་རེད་བ་དེ་ནས་བློ་གྲོས་དམ་ལྡན་ནི་དེ་ནས་སྲིན་པོ་རེད་བ་གླུ་རྒྱ་འཇོག་པོ་ནི་ཀླུ་རེད་བ། དེ་བ་ནང་བཞིན་གྱི་སྐར་མདའ་དོང་ནས་གནོད་སྦྱིན་རེད་བ། ཡིད་ཁོ་ཚོ་ཚང་མ་མི་མ་ཡིན་ནི་རེད། དེའི་ནང་ནས་ལི་ཙྪ་བ་དྲི་མེད་གྲགས་པ་ཟེར་ཏེ་མི་ཆགས་དེ་ཡོད་རེད་དེ་ཡིན་དུས་སྐབས་སུ་མི་རིགས་འཛིན་མི་དང་མི་མ་ཡིན་པ་སྙིང་ག་ལ་རྒྱུས་པ་སོ་དེ་འདྲས་ཀྱི་ཆགས་དེ་ཡོད་རེད་བ། དཔལ་ཕྱག་ན་རྡོ་རྗེ་གི་མ་ལས་གསུང་ཤཱཀ་ཀྱོག་གི་ཆོས་ཟབ་མོ་དེ་སྲིན་པོ་བློ་གྲོས་དམ་ལྡན་གྱིས་དེ་ནས་དག་གསེར་གྱི་གླེགས་བམ་ལ་སྦལ་འབྲུར་ཡོད་ཤུལ་མ་གི་ཡི་གེ་བྲིས་པ་རེད་ཟེར་ཡོད་རེད། ཡི་གེ་བཀོད་ས་དེ་ག་རེད་ཟེར་གསེར་གྱི་གླེགས་བམ་རེད་ཟེར་གྱི་རེད་ད་གསེར་གྱི་དཔེ་ཆ་འདྲ་བོ་ཞིག་རེད་ཟེར་དཔེ་ཆ་དེ་གསེར་ལས་གྲུབ་པ་རེད་ཟེར་གྱི་རེད་དེ་ནས་དེ་སྣག་ཚ་འདྲ་བོ་ཚབ་དེ་ག་རེ་རེད་བན་འབྲུར་ཡ་ཞུན་མ་བན་འབྲུར་ཡ་ཡི་ཁུ་བ་ད་དེ་འདྲ་གི་བྲིས་པ་རེད་ཟེར་དེ་ཡིན་དུས་སྐབས་སུ་གསེར་གྱི་གླེགས་བམ་ལ་བན་འབྲུར་ཡ་ཞུན་མས་བྲིས་ཏེ་དེ་ནས་གོང་པི་ཙལ་ཏུན་གྱིས་ནམ་མཁའ་ལ་གཏེར་དུ་བས་པ་ཡིན་ཟེར་གྱི་འདུག་ནམ་མཁའ་ལ་རྒྱས་བཏབ་པ་ཡིན་ཟེར་གྱི་འདུག་ད་གོང་པི་ཙལ་ཏུན་དེ་ག་རེ་རེད་བས་ཟེར་ན། གསེར་གྱི་བྱང་བུ་འབྲི་གཞི་ཕུན་སུམ་ཚོགས་པར་དགོངས་པ་དང་པོ་དེ་རེད། གཉིས་པ་སྟེ། སྦས་འབྲུ་ཡི་ཞུན་མས་བྲིས་པ་རྒྱུད་ཕུན་སུམ་ཚོགས་པ་ལ་དགོངས་པ་ཟེར་བ་གཉིས་པ་དེ་ཆགས་ཏེ་ཡོད། རིན་པོ་ཆེ་སྣ་ཚོགས་པའི་གྲོང་བུ་སྣོད་ངོ་མཚར་བ་ལ་དགོངས་པ་ཟེར་དུས་ད་བླུགས་ས་དེར་བ་རིན་པོ་ཆེ་ཡི་སྣ་ཚོགས་ལ་བཟོ་རྒྱུ་གི་ད་དེ་འདྲའི་དཔེར་ན་ད་དེ་འདྲའི་གམ་འདྲ་བོ་ཡོད་ས་དེ་འདྲའི་ནང་བླུགས་ཡིན་ཟེར་བ་དེ་ཡིན་དུས་སྐབས་སུ་དེ་ནས་རིན་པོ་ཆེ་སྣ་ཚོགས་པའི་གྲོང་བུ། དེ་ནས་སྣོད་ངོ་མཚར་བར་དགོངས་པ་ཟེར་དང་གསུམ་པ་དེ་ཕྱག་དེ་རེད། དེ་ནས་ནམ་མཁའ་འབྱུང་བཞིའི་མི་འཇིགས་པ་གཏེར་གནས་དམ་པ་ལ་དགོངས་པ་ཟེར་དེ་ཁོང་རྣམ་པ་གཏེར་སྦས་ས་དེ་ག་བ་ལ་བེར་ཟེར་ནམ་མཁའ་ལ་སྦས་པ་རེད། དེ་ཡིན་དུས་སྐབས་སུ་ནམ་མཁའ་འབྱུང་བཞིའི་མི་འཇིགས་པའི་གཏེར་གནས་དམ་པར་དགོངས་པ་ཟེར་དང་བཞི་པ་དེ་ཕྱག་དེ་རེད། ལྔ་པ་དེ་མ་དང་མཁའ་འགྲོ་རྣམས་ཡེ་ཤེས་ཀྱི་སྤྱན་དང་ལྡན་པའི་གཏེར་གཟུངས་ཁྱད་པར་ཅན་དུ་དགོངས་པ་གསུངས་འདུག་དེ་ཡིན་དུས་སྐབས་སུ། དེ་ནས་ད་ནམ་མཁའ་ལ་གཏེར་སྦས་ཡོང་དུས་སྐབས་སུ། གཏེར་བསྲུང་མཁན་གྱི་མཁའ་འགྲོ་མ་དེ་ཚོ་བེད་ཁོ་ར་མ་དང་མཁའ་འགྲོ་དེ་ཚོ་ཡེ་ཤེས་ཀྱི་སྤྱན་དང་ལྡན་པ་དེ་ཚོ་གཏེར་བཟུང་ལ་སྤྱོད་ལ་ཡོང་དུས་བརྩམས་པ་ལ་དེ་ནས་གཏེར་བཟུང་ཁྱད་པར་ཅན་དུ་དགོངས་པ་དེ་འདྲའི་ཕྱག་དེ་ཡོད་རེད། དེ་ནས་ད་དྲུག་པ་དེ་ཆོས་བདག་རྒྱལ་བོ་རྫ་ལས་བྱོན་དབང་པོ་ཡང་རབ་རྟོགས་འཕྲོ་དུས་མཉམ་དུ་དགོངས་པ་དེ་མ་འོངས་པ་ལ་མི་ཡུལ་དུ་དར་ཡོང་དུས་སྐབས་སུ་ཆོས་བདག་དེ་རྒྱལ་བོ་རྫ་རེད་རྒྱལ་བོ་རྫ་དེ་དཔེ་མི་བཟོ་དབང་པོ་ཡང་རབ་ཡིན་དུས་སྐབས་སུ་རྟོགས་འཕྲོ་དུས་མཉམ་ཡིན་དུས་བརྩམས་པ་ད་དེ་ལ་དགོངས་པ་ཟེར་གྱི་ཡོད་རེད། དེ་ནས་ད་བདུན་པ་དེ་སྐྱེས་འཕགས་བྱང་སེམས་ས་ལ་གནས་པ་སོ་སྒྲུབ་གཉེར་བརྒྱུད་འཛིན་དར་རྒྱས་འབྱུང་བར་དགོངས་པ་དང་བཅས་དུས་ནོར་བཟི་སྟེ་མ་འོངས་པར་གུས་པར་འཛིན་མཁན་དེ་ཚོ་དང་སོ་སོ་སྐྱེ་བོ་དང་འཕགས་པ་བྱང་སེམས་ས་ལ་གནས་པ་ལ་སོགས་པ་དང་གྲུབ་པ་བརྙེས་པའི་རིག་འཛིན་རྒྱུན་མ་ཆད་པར་འབྱུང་བ་དང་དེ་འབྲེལ་ལ་དགོངས་པ་ཟེར་བ་རེད་དེ་ཡི་དུས་སྐབས་སུ་གོང་བི་ཙལ་བདུན་སྡེ་ཆགས་དེ་ཡོད་རེད་གསེར་གྱི་བྱང་བུ་འབྲི་གཞི་ཕུན་སུམ་ཚོགས་པ་ལ་དགོངས་པ་སྦན་རུ་ཡེ་ཤུས་མས་བྲིས་པ་རྒྱུད་ཕུན་སུམ་ཚོགས་པ་ལ་དགོངས་པ་རིན་པོ་ཆེ་སྣ་ཚོགས་པའི་དྲོན་བུ་སྣོད་ངོ་མཚར་བར་གོང་བ་ནམ་མཁའ་འབྱུང་བཞིའི་མི་འཇིགས་པའི་གཏེར་ནས་དམ་པ་ལ་གོང་པ་མ་དང་མཁའ་འགྲོ་རྣམས་ཡེ་ཤེས་ཀྱི་སྤྱན་དང་ལྡན་པས་གཏེར་གཟུངས་ཁྱད་པར་ཅན་དུ་གོང་བ་ཆོས་བདག་རྒྱལ་པོ་རྫ། ལས་བྱང་དབང་པོ་ཡང་རབ་རྟོགས་སྤྲོ་བསྡུ་སྙམ་དུ་གོང་བ་སྐྱེ་འཕགས་བྱང་སེམས་ས་ལ་གནས་པ་སོགས་གྲུབ་བརྙེས་བརྒྱུད་འཛིན་དར་རྒྱས་སུ་འབྱུང་བར་གོང་བ་དང་བཅས་གོང་བུའི་རྩ་ལ་དུས་ནི་ཡིན་གསུངས་པ་རེད་འོ་དེ་འདྲའི་ཆེ་ཆག་དེ་ཡོད་རེད་དེ་ཡིན་དུས་སྐབས་སུ་ད་ད་ལྟ་དམ་པའི་རིགས་ཅན་དྲ་མ་ལྔ་དེའི་ནང་ནས་དེ་ནས་ད་ལྷ་དྲང་བདེན་ཕྱོགས་སྐྱོང་སྲིན་པོ་བློ་གྲོས་དམ་ལྡན་ཀླུ་སྐྱག་འཇོག་པོ་གནོད་སྦྱིན་སྐར་མདའ་གདོང་སོགས་ཁོང་ཚོ་བཞི་པོ་དེ་མི་མ་ཡིན་ཆགས་ཐིག་ཡོད་རེད་དེའི་ནང་ནས་ལི་ཅཱ་བ་དྲི་མེད་གྲགས་པ་དེ་མི་ཆགས་ཐིག་ཡོད་རེད་ལི་ཅཱ་བ་ཟེར་དེ་རུས་རྒྱུད་ཅིག་གི་མིང་རེད་བ་ཡང་ང་ཚོ་བལ་ཡུལ་གྱི་རྒྱལ་རབས་ནང་ནས་ལི་ཅཱ་བ་ཟེར་གྱི་ཡོང་ཐིག་ཡོད་རེད་བ་དེ་ག་ནང་བཞིན་རྒྱ་གར་ལ་ཡིན་ན་ཡང་དེ་ནས་ཡངས་པ་ཅན་དེ་ཚོ་ལ་ད་ལི་ཅཱ་བ་རྒྱལ་རབས་ཟེར་གི་འདུག་བ་དེ་དུ་གི་ལི་ཅཱ་བ་ཟེར་དེ་མི་ཆགས་ཐིག་ཡོད་རེད་དེ་ཡིན་དུས་བརྩམས་པ་ལ་དེ་ནས་ད་རིང་འཛིན་མི་དང་མི་མ་ཡིན་པ་གཉིས་ཀ་ལ་གུས་པ་ཟེར་དགོས་པའི་རྒྱུ་མཚན་དེ་རེད་དེ་ཡིན་དུས་བརྩམས་པ་ལ་ད་དེ་ནས་མ་ཧཱ་ཡོ་ག་དང་ཨ་ནུ་ཡོ་གའི་རིག་འཛིན་དར་རྒྱུད་དེ་ཞུས་ཚར་བ་ཡིན་དེ་ནས་སང་ཉིན་དེ་ནས་མ་ལ་དེ་ནས་ད་རྫོགས་པ་ཆེན་པོ་ཨ་ཏི་ཡོ་གའི་རིག་འཛིན་དར་རྒྱུད་དེ་མ་ཞུ་གི་ཡིན་བཀྲ་ཤིས་བདེ་ལེགས་བཀའ་དྲིན་ཆེ།